བོད་མིའི་སྒྲིག་འཛུགས་ཀྱི་པཱ་ཏི་སྲིད་སྐྱོང་མཆོག་དང་ཨ་ནི་ཟླས་ནིའུ་ཡོག་ནིའུ་ཇེར་སི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་གཙོས་པའི་རྒྱུན་ལས་རྣམ་པ་ཨ་ནི་ཆི་སུའུ་རྣམ་པ་དང་གནད་ཡོད་མི་སྣ་རྣམ་པ་ཚང་མ་ལི་ཡཱ་ཐོག་མ

ཡིན་ན་ཡང་ངས་སྤྱི་མཐུན་ཚོགས་པའི་རྒྱུན་ལས་རྙིང་པ་ཚོ་སྙན་མ་དང་ད་ལྟ་སྐབས་ལ་ཡང་ཏོག་དབྱིབས་དེ་བྱུང་པ་རེད་བྱས་ཙང་དེ་ནིའུ་ཡོག་ནིའུ་ཡོག་མི་དེ་ནིའུ་ཇར་སི་མི་དམངས་རེད་རྒྱུན་ལས་རེད་ལྷག་པར་དུ་ཚོགས་འདུའི་ཐོག་ནས་ཞི་བ་གཅིག་ཡག་པོ་གན་གྱིས་བྱས་མི་དམངས་ལ་ཡག་གཅིག་ལྟ་སྐྱོང་དང་དུ་ཞོལ་ཡག་པོ་གནང་སོང

ང་ཚོ་སྐབས་དེར་ཡ་སེམས་ཁྲལ་ཆེ་ཤོས་ཆེ་ག་རེ་བྱུང་ཟེར་ན་རེ་བ། རྒྱུན་ལས་ཀྱི་འོས་བསྡུ་བྱེད་དུས་དམ་པ་ལ་ཡང་མི་མ་བཏང་འགྲོ་བྱས་ཀྱི་དེ་ཆགས་སོང་ག་ཚོད་ན་རྣམ་པ་ཚོས་ཀྱི་ཚོགས་གཙོ་འོས་བསྡུ་ཚོགས་གཙོ་དེ་ཨ་ནི་དོན་གཅོད་ལས་ཁུངས་ནས་གཅིག་མི་ཞིག་བཏང་རོགས་ཞིག་གསུངས་པས་ད་ང་ཚོའི་མི་སྣའི་ལས་བྱེད་ཚེ་དཔག་ལ་ཆེད་མཁར་ཕྱིན་པ་རེད། བྱས་ཙང་ད་གསལ་བསྒྲགས་ཐེངས་མང་པོ་བྱས་པའི་རྗེས་ལ་ཡང་མི

དངོས་གནས་དྲང་གནས་ཀྱི་བྱིས་པའི་ཐོག་ལ་འགན་བཞེས་རྗེས་ཨ་ནི་ཕྱག་ལས་ཀྱི་རྟ་ཁ་འདི་གདོང་ལེན་མ་བཟོ་ནས་གནང་བཞག་རྣམ་པ་ཚང་མ་ལ་ཡང་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ་ཞུ་ཡ་ཡིན། དེ་ག་རེད་ཟེར་ན་རེད་བ། དེ་ག་རེད་ཟེར་ན་ནིའུ་ཡོག་ནིའུ་ཇེར་སི་ཚོགས་པ་འདིའི་ད་སྐད་གྲགས་ཞིག་གོ་ཡོག་རེད་བ། ད་ཡི་བཟང་པོའི་སྐད་གྲགས་ཡིན་ད་ག་རེ་སྐད་གྲགས་ཡིན་ད་ཁྱེད་རང་ཚོ་ཐག་གཅོད་བྱེད་རྒྱུ་རེད་རེད་བ། དངོས་གནས་ཡིན་ད། ད་དངོས་གནས་དྲང་གནས་སྤྱི་པའི་ལས་ཀ་བྱེད་མཁན་གྱི་དགོས་མཁོ་འདུག་ཟེར་དུས་བསམ་པ་ལ་ཡ། མི་ཁྲི་གཅིག་ཡོད་ཟེར་གྱི་ཡོད་རེད་བསམ་ཁྲི་གཅིག་ཁྲི་ལྔ་སྟོང་ཡོད་པ་སྐད་ཆ་ཅེས་བཤད་ཀྱི་ཡོད་རེད་ད། ཡིན་ན་ཡང་དེའི་ནང་ནས་མི་བཅོ་ལྔ་ཕྱོགས་གསུམ་བཅུ་བཞི་བཅས་རག་གི་ཡོད་མ་རེད།

ཕྱི་སྲིད་ལས་ཁུངས་ནང་ཡ་གུང་སྲིད་སྐྱོང་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཞིག་ཡིན་པའི་ཆ་ནས་ད་དངོས་སུ་ཕེབས་ཐུབ་པ་བྱུང་བ་རེད། དེ་ནས་སྤྱི་ཟླ་བཅུ་གཅིག་གི་ནང་ལ་ཡ་ཕོ་བྲང་དཀར་པོའི་ནང་ལ་ཡ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཡིན་པའི་ཆ་ནས། འཕེལ་ཐུབ་པ་བྱུང་བ་རེད། ད་ད་རེས་གྲོས་ཚོགས་གོང་འོག་གཉིས་ཀ་གིས་ཨ་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་གྱི་ཁྲིམས་འཆར་དེ་ད་ཆ་ཚང་གཏན་འཁེལ་བ་ཅིག་བྱུང་བསྡད་ཡོད་རེད། དེ་འདྲ་ཡིན་དུས་ཙམ་ལ་ཡང་རེད་བ། ད་དེ་གང་ལ་ཡང་པ་རུ་གཅིག་ལ་ཡང་སྤྱི་ཚོགས་དྲ་རྒྱའི་ནང་ལ་ཡང་སྐད་ཆ་གླེང་སློང་མང་པོ་བྱེད་ཀྱི་འདུག་བ། དཔེར་ན་ཕྱི་སྲིད་ལས་ཁུངས་ནང་ལ་ཡང་ཐོག་མར་ཕེབས་པའི་སྐབས་ལ་ཡང་ཁ་ཤས་ཀྱིས་ད་དེ་གལ་ཆེན་པོ་གལ་མ་རེད། གནད་འགག་ཞིག་པོ་ཞུ་གལ་མ་རེད་ཟེར་དུས་ཙམ་པ་ང། ང་ཚོ་མི་མང་གི་ཆུ་ཚད་དེ་ཧ་ལས་ཀྱི་འདུག་རེད་བ་དེ་འདྲའི་ཆུ་ཚད་སྐྱོ་པོ་ཞིག། ཕྱི་སྲིད་ལས་ཁུངས་ནང་ལ་ཡ། ཁོང་སྲིད་སྐྱོང་དེ་ད་སྲིད་སྐྱོང་ཆགས་པ་ནས་བྱས་ཀྱི་ཨ་རི་མི་སེར་རེད་ང་རང་ཚོ་ཚང་མ་ཕེབས་ཆོག་གི་ཡོད་རེད། ང་བོད་མི་རྒྱ་བ་རིན་པོ་ཆེ་སྐུ་ཚབ་ཀྱི་མཚན་གནས་ཡོད་པ་ཡིན་ཙང་ང་འགྲོ་ཆོག་གི་ཡོད་རེད། ཡི་གེ་ཐོག་ཐེངས་བདུན་པ་འདི་ལ་ཡང་ཕྱི་སྲིད་བློན་ཆེན་ཞུ་གི་ཡོད་དེ་ལ་ང་བཅར་ཆོག་གི་ཡོད་རེད། ཡིན་ན་ཡང་ཁོང་སྲིད་སྐྱོང་ཨ་རིའི་མི་སེར་ཡིན་པ་ཡིན་ན་ཡང། དེ་ནང་ལ་ཡང་ཕེབས་ཆོག་གི་ཡོད་མ་རེད་སྲིད་སྐྱོང་ཡིན་པ་ཆ་ནས་རེད་བ། དེ་འད་ཡིན་དུས་ཙམ་པ་དེ་ང་ཚོ་བོད་པའི་གནད་དོན་དང་དངོས་སུ་འབྲེལ་བ་ཡོད་པ་ཅིག་རེད་བ། བོད་པའི་གནད་དོན་དང་དངོས་སུ་ཆབ་སྲིད་ཀྱི་འབྲེལ་བ་ཡོད་པ་ཅིག་རེད་ཁོང་ཚོས་ཀྱི་དེ་འད་ཅིག་རྩིས་རྒྱག་གི་ཡོད་རེད། བྱས་ཙང་དེ་ཚོའི་བསམ་བློའི་ནང་ལ་བཅས་མེད་པའི་ཆེད་ཆེ་རེད་བ། དེ་ལོ་དགུ་ལྷག་ཙོ་ཅིག་རིང་གང་ལ་ཡག། ང་དེ་འདྲ་བས་དེ་དོན་གཅོད་ཆགས་ནས་ལོ་གསུམ་མ་ཞིག་ད་གསུམ་ད་བཞི་ལ་ཁ་བལྟ་གི་ཡོད། ད་གསུམ་ད་ཟླ་བ་གཅིག་རེ་གཉིས་རེ་ཅིག་འགྲོ་སོང་རེད་བ། ཐོག་མར་ད་ག་རང་ལ་ཡག། སྐུ་ངོ་ཕལ་ཆེར་ང་ཚོ་མཇལ་འཕྲད་གནང་པའི་སྐབས་ལ་ཡག། ཟ་ཁང་གི་ཟུར་ཅིག་ལ་ཡག། ཨ་ནི་ང་ཚོ་ད་དུང་འདུ་ཚོགས་ཀྱི་ཨ་ནེ་ཁོ་ན་ཚོའི་ཕྱི་སྲིད་ལས་ཁུངས་ཀྱི་འབྲེལ་ཡོད་མང་པོ་ཕེབས་ཀྱི་འདུག་ལོ་པ་དག་ནས་ཞིང་གི་ཕོ་བྲང་དཀར་པོའི་ལས་བྱེད་ཚོ་ཕེབས་ཀྱི་འདུག་ཡིན་ན་ཡང་ཚོགས་ས་དེ་ཟུར་ལི་ཡ་ཟ་ཁང་གཅིག་གི་ཟུར་ལ་ཚོགས་པ་རེད་ད་དེའི་རྗེས་དེ་བ་ཁ་ཤས་ཚོགས་ས་རག་གི་ཡོད་མ་རེད་ད། Coffee House། གི་ཟུར་དུ་བ་ང་ཚོ་ཚོགས་ཀྱི་ཡོད་རེད།

ལོག་ཁང་ལ་ཚོགས་པ་ཨ་དོ། སྤྱི་མཐུན་ཚོགས་པའི་གི་ལས་བྱེད་མཉམ་འདོགས་ཚོགས་པ་ཨ་དོ། སྤྱི་ཡང་དམངས་གཙོ་ཚོགས་པའི་ལས་བྱེད་མཉམ་འདོགས་ཚོགས། དེ་ནས་གཉིས་ཀ་མཉམ་འདོགས་ལ་ཚོགས། ད་ག་ད་ཁྱེད་རང་གཉིས་ཁྱེད་རང་གཉིས་ཀྱི་གནས་སྟངས་ག་རེ་ཡིན་ནས་མེད་ནས། ང་ཚོའི་གི་གནས་སྟངས་དེ་བློས་མ་བཏང་རོགས་ཞེས་བྱས་ཏེ་ཚུར་ལག་པ་ཚུར་བཏང་བྱས་ཀླད་སྐྱོ་རེད། རེད་བ། ད་འདི་བྱས་ཙང་རྣམ་པ་བཟོ་ཅིག་ཟེར་ན་བསམ་གི་དེ་དོན་གཅོད་ཡོད་རེད། དེ་མ་ཡིན་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་འདྲས་བོད་དོན་རྒྱབ་སྐྱོར་ཚོགས་པ་དེ་འདྲས་ཡོད་རེད། ཁོང་ཚོ་ཡོད་གི་ཡོད་གི་ལ་ཡ་དེ།

བྱང་ཨ་མི་རི་ཀའི་ནང་ལ་ཡང་ང་ཚོའི་འོས་བསྡུ་གི་ཚོགས་ཆུང་སུམ་ཅུ་སོ་གཅིག་ཡོད་རེད། བོད་རྒྱ་ཆེན་པོ་རེད་ཤག་བྱས་ཙང་དེ་ཡིན་དུས་ད་སང་ཉིན་གནངས་ཉིན་སྔོན་འགྲོའི་འོས་བསྡུ་འོས་གཞི་དེ་ཁེལ་གྱི་ཡོད་རེད་བ། དེ་འདྲ་ཡིན་དུས་རྣམ་པ་ཚོས་ཀྱིས་ད་འོས་བླུག་ག་དཔེར་ན་ད་ང་ཚོ་འདི་ཨ་རིའི་ནང་ལ་ཁོང་ཚོས་ཁ་བསླག་གི་འདུག་དམངས་གཙོ་ཚོགས་པ་ཡིན་ནའི་རེད་སྤྱི་མཐུན་ཚོགས་པ་ཡིན་ནའི་རེད།

ང་ཚོ་དཔྱ་ཁྲལ་འབུལ་ཡས་ཅིག་འདུག་ག་དཔྱ་ཁྲལ་འབུལ་ཡས་དེ་ད་ལྟའི་ཆ་ལས་ད་གཏད་སོ་དཀའ་རྙོག་གཏད་སོ་ཡོད་རེད་དངོས་སུ་འབུལ་དགོས་ཡས་ད་ལྟ་མང་པོ་ཅིག་གི་བསམ་འཆར་བཏང་བྱས་ད་དེ་དྲ་ཐོག་ནས་འབུལ་ཡས་ཅིག་དགོས་ཀྱི་འདུག་ཟེར་བྱས་དེ་ད་བསམ་འཆར་རྒྱུན་རིང་པོ་ནས་བྱུང་ཡོད་རེད་ཆེ་ས་དཔལ་འབྱོར་ལས་ཁུངས་ཀྱི་བོད་མི་སྒྲིག་འཛུགས་དཔལ་འབྱོར་ལས་ཁུངས་ཀྱི་ད་དེ་འཆར་གཞི་ཅིག་བཏོན་གནང་གི་འདུག་གནང་བྱས་ད་ལྟ་ང་ཚོ་དོན་གཅོད་ལས་ཁུངས་ལ་ཡང་འཆར་རིས་ཅིག་ག་རེ་ཕེབས་སོ་ཟེར་ན། ཨ་ནི་ད Gmail ཡོད་པ་ཞིག་གོ་གི་འདུག་འདི་ཡོད་པ་དེའི་རིགས་དེ་ཁོང་ཚོས་ཀྱི་ད་ལྟ Email གྱི་ཁ་བྱང་ཚང་མ་ཚུར་བསྡུས་བྱས་ཨ་ནི་སྤྱི་ཟླ་གསུམ་པའི་ནང་ལ་ཡང་དེ་ཡོང་ཁྱབ་གསལ་བསྒྲགས་བྱས་ཡ་ཡིན། བྱས་ཙང་ས་སང་ཉིན་ན་ཉིན་དུ་བ་དེ་ང་ཚོའི་ལས་ཁུངས་ཀྱི་དོན་དེ་རྣམ་པ་ཚོ་ལ་ཡང་གསལ་བསྒྲགས་ཤིག་གླེང་ཡོང་གི་རེད། དེ་ཚོ་སོ་སོའི་ལྟ་ས་གནས་དང་ད་ང་ཚོ་སྤྱི་མཐུན་ཚོགས་པ་བརྒྱུད་ནས་མ་འབྱོར་ཡོང་གི་རེད་བྱས་ཙང་དེ་འདྲ་འབྱོར་བ་ཡིན་ན་ད་ཡང་བོད་མི་སྒྲིག་འཛུགས་ཀྱི་ཐོག་ནས་གཅིག་ཁར་སོ་རེད་དུས་དང་བསྟུན་པའི་གོམ་བགྲོད་གསར་པ་ཅིག་ད་ད་རེ་འདི་བྱང་ཨ་མི་རི་ཀ་སྤྱི་ཁོག་ཆེད་དུ་ཡིན་འོ་བྱང་ཨ་མི་རི་ཀ་མ་རེད་འོ་བྱང་ཨ་མི་རི་ཀ་སྤྱི་ཁོག་ཆེད་དུ་ཡིན། ཁྱེད་གཉིས་ལ་ཚོད་ལྟ་ཅིག་བྱེད་ཀྱི་ཡིན་ཟེར་ཏེ་འདི་གསུངས་བཞག་བྱས་ཙང་འདི་ཡང་རྣམ་པ་ཚོས